ལགས་སོ། ད་འཛམ་གླིང་ས་ཕྱོགས་ཁག་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚང་མ་ལགས་ལ་ཡང་འཚམས་འདྲི་ཞུ་དགོས་ཡོད། གོས་ཕུབ་འདི་འདྲུག། དེ་རིང་ང་རང་སྒེར་གྱི་ཐོག་ནས་དོགས་གཞི་བཅས་ཡག་ཆེ་ཐོན་ཡོད་དེ་ལ་ཅེས་གསལ་བཤད་བྱེད་དགོས་འདུག་གང་ཡིན་ཟེར་ན་ཐོག་མའི་ཆ་ལ་ཡང་སྦེལ་ཇམ་བོད་རིགས་ཚོགས་པའི་གི་ངོས་ནས་གསལ་བཤད་བྱས་མ་བྱས་རང་བྱས་རེད་གསལ་བཤད་ཞུ་དགོས་ངེས་རེད་འདི་གསལ་བཤད་དང་པོ་ཞུས་པ་རེད་དང་པོའི་རྗེས་ལ་ཡང་གཉིས་པ་དེ་ཡང་ཞུས་ཡོད་རེད།

ག་ཚོད་རེད། འོས་ཤོག་སློང་ཡག་གི། ཁྱབ་བསྒྲགས་ཡི་གེ་འདི་འདྲས་བྲིས་ཡོད་རེད། ཅེས། ཐེ་ཚོམ་ཅན་གྱི་ཁྱབ་བསྒྲགས་འདི་འདྲས་ཆགས་བསྡད་ཡོད་རེད་པ། ད་དེ། ང་སྲིད་སྐྱོང་འོས་མི་ཁོ་རང་ལ་འགན་ཞུ་ཡས་མེད་ད་ཁོ་རང་ཁ་སང། ངོ་དེབ་ཐོག་ནས་ཀ་མེད་འདུག་གསུངས་པར་གཟིགས་འདུག་ང་ཅི་དང་ཉན་རག་མ་སོང་ང་ང་ལས་ཀ་བྱས་དེའོ་ཅེས་ནས་ཉན་རག་མ་སོང། འདིར་བྱེད་སྐད་འདི་གནང་ཡོད་རེད་སྦྱར་ལན་གནང་ཤགས། ལན་གནང་ཤགས་གསུངས་འདུག་ད་ལན་སྐད་འདི་གནང་ཡོད་དང་མེད་ངས་གཙོ་བོ་ཡིན་ད་འདི་གོ་མ་སོང། ཡང་འདི་ཉན་རྗེས་ལན་བསྐྱལ་བའི་གནས་ལས་སོ་སོའི་སེམས་ནང་རོགས་ལས་མ་བདེ་བ་བསགས་རོགས་རེད་དེ་ལས་ད་ངས་འདུག་ཅེས་མ་ཞུས་བྱས་ན། སྤྱི་དང། སྲིད། བོད་མི་སྲིད་སྐྱོང་ཞག་ཉན་གྱི་སྐྱེ་བོ་གང་དྲག་ཅིག་ནས་ལས་དགོངས་པ་བཞེས་ཆོག་ཡིན་ནས་ལས།

ཚོའི་ངོས་ནས་འདི་ཕལ་ཆེར་ཇུས་འགོད་བྱས་པ་རེད་བསམ་གྱི་འདུག་ད་ལྟའི་འདི Poster ཞིག་འདུག་ཨ། Poster འདི་འདི་གི་ནང་ལོགས་ལ་ཡང་ག་རེ་ཨུ་དཀར་ཚ་རྒྱལ་རྡོ་ལགས་ཞེས་བྲིས་ཤག་ད་ལགས་ཞེས་བྲིས་པ་ལ་ཡང་ཁོ་རང་རང་གས་དེ་བཟོས་གནང་གི་རྒྱུ་མ་རེད་སོ་སོའི་སོ་སོ་ལགས་ཀྱི་མིང་ཡོད་མ་རེད་པ་མི།

པའི་རྒྱབ་སྐྱོར་ཞོལ་པོ་ཆེན་པོ་ཡོད་པའི་གི་རྣམ་པ་ཅིག་གི་ཐོག་ནས་ཕལ་ཆེར་གནོད་སྐྱེལ་ཡག་གི་བསམ་བློ་སྒྲུབ་བཞིན་ཡིན་གྱི་རེད་བསམ་པས་ང་རྡོག་པོ་སྐྱིག་འདུག་ད་ངས་དྲང་པོ་བཤད་ཡོད་ད་ངས་དྲང་པོ་བཤད་ཡོད་ནས་ཡང་དྲང་པོ་ཆགས་གི་མ་རེད་ག་ད་ང་ཚ་བོ་དེ་ལས་ཀྱི་འདུག་ག་སུད་སི་ནི་བོད་པའི་སྦེལ་ཇམ་བོད་རིགས་ཚོགས་པའི་གི་ད་ཚོགས་པ་ད་གཞན་པའི་ག་དྲའི་ཡུན་དང་མི་ངན་ཧ་གོ་མེད་ཧྥ་རན་སི་ནི་ཁ་སང་གསལ་བཤད་ཚེ་བསགས་ཅིག་གནང་སོང་བ་སྦེལ་ཇམ་བོད་རིགས་ཚོགས་པའི་གི་མིང་འདི་འདུག་ཅེས་ཁྱེད་དེ་རེད་པ། མིང་དུ་སླེ་རེ་ཡོད་རེད། བུ་རུ་ཚོགས་པའི་ལས་ཤོག་གང་ཡ་བུའི་ཐོག་ལ་ཡོད་པ་དག་ལ Belgium བུ་རུ་ཚོགས་པ་ཟེར་ཡོད་རེད་ཨིན་ཇི་ནང་ལ Tibetan Communities ཅེས་ར་བཞི་ཚད་ཤིང་འདུག་སུ་ཡོད་རེད་ཚང་མ་ལ་འདུག་སུ་ཡོད་རེད་ཁ་ཚང་ངོས་ལ་ཞུས་པ་ནང་བཞིན་ཨ་ནི་ཟུར་གསུམ་ཅན་གྱི

གངས་སྐྱིད་ཕྱིན་རྗེས་སི་རི་ཡས་ག་རེས་རེད་ཟེར་དུས་སི་རི་ཡས་ཟེར་དུས་ང་ཚོའི་ཕར་ཕྱིན་སི་རི་ཡས་ཟེར་དུས་གངས་སྐྱིད་མ་རེད་དེ་དེ་དེ་རེད་དེ་དེ་རེད་ཟེར་ནས་ཨོ་ཁེ་ཞབས་པད་ཡིན་པར་ཆ་ཞོག་ཡིན་ནའི་གངས་སྐྱིད་སླེབས་པའི་ཕྱིར Central Tibetan Administration དེ་འདིར་ཐོབ་པོ་རང་རེད་ཟེར་ཁྱེད་བཤད་ཡོད་རེད། ང་རང་ཚོས་དེ་ཡིན་ཟེར་སྐོར་དེ་ལས་ཡག་ཕྱོགས་གཞན་པ་ཞིག་ནི་མ་རེད་འདི་བོད་ལ་བབས་ཡོད་རེད་རྒྱ་མི་ཡིན་ཟེར་བཤད་ཡོད་རེད་བ།

བུ་རུ་ཚོགས་པ་རང་ལ་མ་འདོད་པའི་ཞན་པའི་གོ་ས་སྤྱད་མི་འདུག། གང་ཡིན་ཟེར་ན་སྦེལ་ཇམ་གཞུང་གིས་གཞུང་འབྲེལ་བྱས་པའི་ནས Tibetan Community ཞེས་བྱས་ཏེ་བུ་རུ་ཚོགས་པ་ལ་འབྲེལ་བ་བྱས་པ་ཡོང་གི་འདུག་གཞུང་དང་རྫོང་དང་ས་གནས་ཉེན་རྟོག་པ་དང་ས་གནས་འཕྲོད་བསྟེན་དང།

ཁོ་ས། ཁྱེད་རང་གཉིས་གཉིས་དངོས་གནས་ཁོ་ནི་གཉིས་སད་རེད། གཉིས་བརྫུས་མོ་ཁོ་ནི་ག་ཚད་ག་ཚད་ག་ཚད་སྐད་ར་ན་ལས་གཉིས་སད་གི་མ་རེད་ཟེར་བྱས། འདི་འདྲ་བོ་ཅི་རེད་ཟེར། སེ་ཤ་བཞུས་ཡོད་རེད། སེ་ཤ་མ་བསྡད་པ་ནི་ད་བྱས་ཟེར་གི་མེད་པ་རེད། ང་རང་ཚོ་དངོས་གནས་སེ་ཤ་བྱས་ཡོད་རེད། ད་ཟླ་རིང་འདི་ངས་སེ་ཤ་བྱས་པ་རེད། ག་ཡིན་ཟེར་ན། ང་ལ་ཡ་ཁ་བ་དང་བཅས་འཇིགས་སྐུལ་ཅི་ག་བྱས་རེད།

ང་ཚོའི་བོད་པ་ལ་ཡང་འདི་གི་སྤྱི་བཏང་གི། ད་དེང་དུས་ཤེས་ཡོན་གོ་རེད་དེང་དུས་ཤེས་ཡོན་མི་འདུག་ཟེར་ཁ་སང་དུ་ཨ་ཞེའུ་བཤད་གི་འདུག་ད་གང་ཞིག་བོད་ཆེན་བོད་ལུགས་ཚོགས་པའི་ཚོགས་གཙོས་དེ་དེང་དུས་ཀྱི་ཤེས་ཡོན་མེད་པའི་རྐྱེན་བྱས། མིའི་སློབ་སྦྱོང་མེད་རྒྱུ་དེང་དུས་ཤེས་ཡོན་མེད་རྒྱུ་ཡིན་གང་ཡིན་སྐད་ནི་ཨ་དེ་འདྲའི་ཆགས་པ་རེད། ཅེས་གསུང་སྙན་དེ་འདྲས་འདུག་ད། ང་ཕུབ་དུད་འགྲོ་སློབ་སྦྱོང་ཟེར་གི་ཡོད་མ་རེད་དེ་ལས། དེང་དུས་ཀྱི་ཤེས་ཡོན་སྲིད་སྟེགས་དབྱིན་ཇི་ར་བུ་ཅི་ལ་ཡང་ངོས་འཛིན་བྱེད་ཅེས་དེ་ཉིད་དེ་ལྟར་ད་ང་ཡམ་སྒྲུབ་དུས་མཚན་གྱི་ཡོད་རེད། དབྱིན་ཇི་ཅིག་ཐར་རྡོ་རི་ཤན་པོ་ཅིག་ལ་ཡང་དེང་དུས་ཀྱི་ཤེས་ཡོན་ཡོད་པ་ཞིག་དང། བོད་པ། བོད་པའི་སྐད་ཡིག་དང་བོད་པའི་རིག་གཞུང་དངོས་ནས་ཚད་མཐོ་པོ་ཅན་འཇོག་དངོས་ནས། བོད་པའི་གི་སྐད་ཡིག་ཐོག་ལ་ཡང་སློབ་དཔོན་གི་སློབ་དཔོན་གི་ཤེས་ཚད་ཡོད་རྒྱུ་ག་ལ་གང་འཚམས་ཐོན་ཡོང་གི་ཡོད་རེད།

ངས་གོ་བ་ལེན་དེ་ཏག་ཏག་ལེན་བཞག་ཡོད་ནོར་འཁྲུལ་བཅས་ཤོར་མེད། གང་ཟེར་ན། ལོ་ཉི་ཤུ་རྩེ་ལྔ། ལོ་ཉི་ཤུ་རྩ་བཞི། ལོ་ཉི་ཤུ་རྩ་བཞི་ད་ལོ་འགྲོ་བཞིན་པ་རེད། ལོ་ཉི་ཤུ་རྩེ་ལྔ་ལ་ཁ་ལོ་འགྲོ་ར་བ། ལོ་ཉི་ཤུ་རྩ་བཞི་ལ་ཁ་ལོ། ལོ་ཉི་ཤུ་རྩ་བཞི་འགྲོ་བཞིན་པའི་གི་སྦེལ་ཇམ་བོད་རིགས་ཚོགས་པ Development Community Belgium འདི། ངས་གོ་བ་ཏག་ཏག་ལེན་བཞག་ཡོད། གོ་བ་ལེན་པ་ཞིག་ཚུན་གྱི་ཁ་སང་སྦེལ་ཇམ་བོད་རིགས་ཚོགས་པའི་གི། གསེར་རག་རིན་པོ་གཉིས་ཕུལ་བ་རེད། ད་བདག་ནི་ཤིང་གི་འདིའི་ཐོག་ནས་ཇི་གསལ་པོ་ཆ་ཡི་རེ་བ་བྱེད་པར་ཐལ་ལེ་ཡིན་ནའི་ལས་ང་སྒེར་ལ་ཡང་ཁ་བ་བཏང་རྗེས་ཡ་སྐྱེ་ཅི་བཤད་དགོས་ཡ་འདྲ་བོ་བཟོས་སོང། ཨ་འདི་བྱས་ནས་ང་མ་ཤེས་རང་ཤེས་རེད་འདུག་ཅེས་ཞུ་བ་བཅངས་ཡོད། འོ་དེ་ཡིན། ཨ་ནི་ཅེས་ད་རྒྱབ་སྐྱོར་བའི་ནག་ལོ་ལ་ཁ་བཤད་ཁ་བཤད་ཅིག་སྔུན་ནས་དྲན་ནས།

ཁྱེད་རང་བོད་སྐད་ཡོང་གི་རེད་ཟ། དེར་སོང་ནས་ཨེ་ལི་ཕ་བྷེལ་གྱི་ནོར་ཏི་ལཱིན་བོད་སྐད་པུ་ལིས་སྟེ་ཤུན་དེར་བཙོན་ཁང་ཉམས་རྟོགས་ཡོང་རྒྱ་ཆེན་པོ་འབྱོར་དེར་ཡོང་གི་རེད་ཟ། ད་བོད་སྐད་སྒྲོག་གི་ད་བེ་རི་ཚོགས་པའི་དོན་བོད་སྐད་ལ་ཡ། ས་དྭ་བ་ནས་པ་སངས་བར་འདོད་ཚུལ་སྤྲད་ཡོད་རེད། དུས་ཚོད་ཁོ་རང་ས་ག་རེད་ས་ཕུར་བུ་ནས་པ་སངས་ནས་དེ་རིགས་ཅིག་སྤྲད་ཡོད་ད་ག་འདྲ་དེ་ས་གོ་ན་ལོག་བྲིས་གི་རེད། ད་སོ་སོའི་ལས་ཀ་གོང་བུ་ཤོས་ཅིག་འགྲོ་ཡ་རེད་མ་འདུག་པས་བྱས་ཡོད་མ་རེད། འདི་རེད། དེ་བས་ཡི་གེ་ན་ག་རེ་བཤད་འདུག་ཟེར་ན། ཁྱོད་རང་གིས་འཇིགས་སྐུལ་བྱས་པས་ཟླ་བ་གཉིས་ནས་ཟླ་བ་དྲུག་གི་བར་ལ་ཡང་ཁྱེད་རང་བཙོན་ཁང་བཅུག་ཡིག་བཅུག་སྲིད་ཀྱི་རེད་ཟེར་བྱས། འཇིགས་སྐུལ་བྱས་པ་བཅུ་བོར་ད་ཁ་བ་དང། འོ་དེ་བཤད་ཡོད་རེད། དེ་ངས་བལ་ཆ་མི་བོད་རིགས་མི་མང་ཚོ་ལ་ཡང་གསལ་བཤད་རོབ་ཙོ་བྱས་བཞག་ཡོད། དེ་ཡིན། ངས་འཇིགས་སྐུལ་བྱེད་རྒྱུ་མ་བྱུང་རྒྱ་མི་དེ་ལ་ཡང་ངས་གསལ་བཤད་བྱས་རེད། ག་འདྲས་སུ་བྱས་ཁྱེད་ཤི་བྲེལ་བ་རེད།

སོ་སོས་སོ་སོའི་རང་མགོ་ཆུང་འབྲིང་ཆགས་འགྲོ་གི་རེད་ཟེར་བྱས། འདི་ཞོལ་ཡིན། ཨ་ནི་འདི་ནས་ཅིག་སྲིད་སྐྱོང་གི་འོས་མི་རྣམ་པ་ཚོ་ལ་ཡང་ཐུགས་རྗེ་གཟིགས། ད་ཟླ་འདི་འབྱུང་འགྱུར་གྱི་དུས་ཚོད་ཟླ་བ་གཅིག་ཡས་མས་བྱས་ཡོད་རེད་དེའི་ནང་ལོར་ཁྱེད་རྣམས་རྣམ་པ་ཚོའི་ངོས་ནས་གསལ་བཤད་གསལ་བསྒྲགས་ག་འདྲས་གཏང་གི་ཡོད་པའི་ནས་ལས་ཅིག་ཚོགས་པ་ཁག་གི་མིང་དང་འབྲེལ་བ་ཡོད་པ་ཅིག་རྩེ་གཉིས་གསུམ་ཡོད་རྒྱུར་ཅིག་དུ་བ་འདི་བས་མ་བྱས་ཁ་རུ་ཁ་ཐུག་རང